དཔའ་བོ་དང་སྐུ་གསུང་ཐུགས་ཀྱི་དམ་ཚིག་དབང་མང་པོ་ཞུས་ནས་དམ་ཚིག་མ་སྲུང་ན་དབང་ཐོབ་པའི་ཕན་ཡོན་ཡོང་གི་མ་རེད་ད་དུས་ད་དེ་རེད་འདུག་ད་ནི་དབང་ཐོབ་པའི་ཕན་ཡོན་ཟེར་བའི་སྐབས་སོགས་ལ་ཅིག་ལམ་སང་ཅིག་མཐོང་ཡག་ཐོས་ཡག་རིག་ཡག་སྐད་ཆ་གང་ཡང་མ་རེད་རྒྱུད་སྨིན་དགོས་ཀྱི་ཡོད་རེད་རྒྱུད་སྨིན་ཡག་ལ་ད་ནི་སྐུ་གསུང་ཐུགས་ཀྱི་དམ་ཚིག་སྲུང་དགོས་རེད་སྐུ་ཡི་དམ་ཚིག་སྲུང་བ་ལ་རང་གི་ལུས་ད་ནི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ཡིན་བསམ་ཡོང་དུས་ད་ནི་འགྲོ་འདུག་གི་སྤྱོད་ལམ་ཐམས་ཅད་ལ་ཡང་བག་ཡོད་དྲན་ཤེས་བརྟན་བྱས་ནས་ཕྱིན་ཅི་ལོག་པའི་གི་ལས་བྱེད་ཀྱི་མ་རེད་ངག་གི་དམ་ཚིག་ལ་ད་ནི་ཅིག་གཞན་ལ་ཡང་སྐུར་འདེབས་བྱེད་ཡག་དང་དར་ཁ་ནང་བཞིན་གྱི་ངེས་གནས་བྱེད་ཡག་དང་ཁ་ངར་བྱེད་ཡག་དང་ཚིག་རྩུབ་ལ་སོགས་པ་དང་ལྟ་དེ་ཚོ་མེད་པར་བྱས་དེ་གི་ཚབ་ལ་ད་ནི་མ་ནིང་འགྲོ་དྲུག་འདོན་ཡང་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་ཀྱི་བསྟོད་པ་འདོན་པ་ཡིན་ན་དེ་གསུང་གི་དམ་ཚིག་རེད་ད་ནི་ཐུགས་ཀྱི་དམ་ཚིག་དེ་ལ་སེམས་འདོད་ཆགས་ཞེ་སྡང་གཏི་མུག་ངག་འཁྱལ་ཕྲག་དོག་ལ་སོགས་པ་ཉོན་མོངས་པའི་གི་ཀུན་རྟོག་ལས་སྐྱོབ་བྱས་ནས་བྱམས་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་སོགས་པ་དང་བདག་མེད་པ་དང་མི་རྟག་པ་དང་ཏིང་ངེ་འཛིན་ལ་སོགས་པ་ལ་དགོངས་ཀྱི་ཡིན་ན་ཐུགས་ཀའི་དམ་ཚིག་རེ། ཡང་ནི་འགྲོ་འདུག་གི་སྤྱོད་ལམ་ཐམས་ཅད་དང་ཡང་ཐ་མལ་པའི་ངང་དུ་མ་འགྲོ་བར་ཕོ་ཐམས་ཅད་སྤྱན་རས་གཟིགས་མོ་ཐམས་ཅད་འཕགས་མ་རྗེ་བཙུན་སྒྲོལ་མ་ཡིན་ན་རེ་ཡ་རེ་གོ་གནས་ལུགས་ཀྱི་ངང་ན་ཡེ་གདོད་མ་ནས་དབྱར་གནས་གཅིག་གི་དག་པ་ལྷ་ཡི་རང་བཞིན་ཆགས་ཏེ་ཡོད་ཀྱི་རེད་དེ་མཚོན་གྱི་སེམས་ཅན་དེ་ཚོ་ལ་དེ་འདྲ་བའི་སེམས་ཅན་ལ་དབྱར་གནས་ལུགས་ཀྱི་གཅིག་གི་སྡིག་ལྟུང་བྱེད་ཡ་དང་ངག་གི་སྒོ་ནས་ཚིག་རྩུབ་གནས་ཡ་དང་སེམས་ཀྱི་ཐོག་ལས་ཅིག་ཞེ་སྡང་དང་ཁོང་ཁྲོ་ལ་སོགས་པ་བྱེད་ཡ་ལ་སོགས་པ་དེ་རུང་གི་མ་རེད་བསམ་པས་དེ་འདྲ་གི་བསམ་བློ་བཏང་པ་ཡིན་ན་དེ་ནི་འཕགས་པ་སྤྱན་རས་གཟིགས་སྒོམ་པའི་གི་གོ་ཆོད་པ་རེད་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ཡི་གེ་དྲུག་པ་བཟླས་པའི་གི་གོ་ཆོད་པ་རེད་འཕགས་པ་སྤྱན་རས་གཟིགས་ཡིད་ལ་དྲན་ནས་གསོལ་བ་བཏབ་པ་གི་གོ་ཆོད་པ་རེད་དེ་ལྟར་མ་ཡིན་ན་ལུས་ངག་ཡིད་སོགས་ཐ་མལ་པའི་ནང་དུ་སོང་ལྷག་པར་དུ་ཆགས་སྡང་ཉོན་མོངས་པའི་གི་དབང་དུ་འགྲོ་ནས་ནི་སྤྱན་རས་གཟིགས་ཀྱི་མཚན་གཟུངས་སྔགས་བཟླས་ཡག་ཡིད་ལ་དྲན་པ་ཡིན་ན་ཡང་ཅི་རེད་ཟེར་གི་སྐུ་གསུང་ཐུགས་ཀྱི་བྱིན་རླབས་མཇུག་ཐོགས་ཡ་དཀའ་ལས་ཁ་བོ་རེད་དེ་ལྟར་ཡིད་ལ་བྱས་པའི་ཐོག་ནས་དབང་ཐོབ་པའི་གི་དམ་ཚིག་དེ་ཚུལ་བཞིན་དུ་སྲུང་དགོས་གི་རེད་གསུངས་པ་རེད།